ཚེ་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་ཨ་ནི་ད་ངའི་སྙན་ཐོ་གཟིགས་ཁག་སྤེལ་པར་ཡང་ཨ་ནི་དགའ་བསུ་ཞུ་གི་ཡོད། ད་ད་རེས་ངས་དོན་སྟེང་ཞིབ་ཏུ་ཞིབ་པོ་དེའི་ནང་ལ་ཡང་ཨ་ནི་ཨ་ནི་རྩ་གྲངས་ཨ་ནི་གཅིག་གི་སྙན་ཐོ་གཅིག་བཟོ་དགོས་ད་ག་རེ་ཟེར་ན་ཨ་ནི་ཨ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བཞི་པའི་ཚེས་ལྔ་ཨ་ནི་རེས་གཟའ་སྤེན་པའི་དགོངས་དག་འདི་ལ་ཡང་ཨ་ནི་ཨ་རིའི། ཕོ་བྲང་དཀར་པོའི་ནང་ལོར་ཡང་ཨ་རིའི་སྲིད་ཏང་ཚོགས་པ་གཉིས་དང་ཨ་ནེ་དྷ་ན་ཞིག་རྒྱལ་སྤྱིའི་གསར་འགོད་པ་བཅས་ལ་ཡང་ཨ་ནེ་སྲིད་འཛིན་ཁྲོམ་གྱི་གསར་འགོད་པའི་ཨ་ནེ་ག་སུ་རེ་ད་གསོལ་སྟོན་གྱི་དགོངས་དོགས་དེ་འདྲ་ཅིག་ཚུགས་བཞག་ཨེ་དེའི་སྐབས་དེར་ཡང་ཨ་ནེ་གློ་བུར་དུ་ཡང་ཏང་ཏང་ཏང་ཟེར་བྱས་ཨེ་ནེ་མེ་མདའ་བརྒྱབ་པའི་གནས་ཚུལ་དེ་འདྲའི་བྱུང་བཞག་འོ་དེའི་སྐོར་ལ་ངས་ཞུ་བ་ཡིན། ད་རྗེས་གནས་ཚུལ་དེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བཞི་པའི་ཚེས་ཉི་ཤུ་ལྔ་རེས་གཟའ་སྤར་པའི་དགོང་མོ་དེར་ཡ་ཐ་ཨ་རིའི་ཕོ་བྲང་དཀར་པོའི་ནང་ལོགས་ཡ་ཨ་རིའི་སྲིད་ཏང་ཚོགས་པ་གཉིས་དང་རྒྱལ་སྤྱིའི་གསར་འགོད་པ་སྲིད་འཛིན་ཁྲོམ་གྱི་དགོང་མོའི་གསོལ་སྟོན་བཞིན་བཤམས་པའི་རྩར་ཡ་ཨ་གློ་བུར་ཐོབ་རྒྱག་ལ། ཏང། ཏང། ཏང་ཞེས་པའི་མེ་མདའི་སྐད་སྒྲ་ནི་ཕལ་ཆེར་ཟེར་ཡག་བྱེད་ན་ལྔ་ནས་བརྒྱའི་བར་ཕྱིན་ཐོས་འབབ་མཐའ་ཡས་ནི་དྲག་ཆས་བྱས་པའི་ཨ་རིའི་ཉེན་རྟོག་པ་ཕོན་ཆེ་ཞིག་ཚོམ་བྱུང་ན་ཤོག་ཡུམ་ནས་ཨ་མི་རྣམས་ལ་སྐད་ཤུགས་ཆེན་པོས། Lie Down། ཞེས་མར་ཉལ་ནས་སྡོད་ཟེར་བའི་བཀའ་བཀོད་འོག་མགྱོགས་མྱུར་ངང་ཚོམ་བྱེད་སྡིངས་ཆའི་སྟེང་དུ་བསྐྱོད་དེ་སྲིད་འཛིན་ཁྲོམ་དང་ཁོང་གི་དཔོན་རིགས་རྣམས་ས་དེ་ནས་ཁ་བྲལ་བཅུག་པ་རེད། གནས་ཚུལ་ལྷིང་འཇགས་པའི་རྗེས་སུ་སྲིད་འཛིན་ཁྲོམ་དང་ཁོང་གི་དཔོན་རིགས་རྣམས་བཅས་བདེ་ཐང་ཡིན་པ་དང། ནི་མེ་མདའ་རྒྱག་མཁན་མི་ངན་ཉེས་ཆད་པ་དེ་ཉེན་རྟོག་པས་འཇུ་བཟུང་བཀག་ཉར་བྱས་ཟིན་པ་དང་ཉེས་ཆད་པ་དེ་ནི་ཨ་རིའི་ཀེ་ལི་ཕོར་ནི་ཡའི་མི་ཡིན་པ་དང་ད་ལོ་ཁོ་ལོ་སུམ་ཅུ་ཡིན་པ། སློབ་གྲྭ་ཞིག་གི་དགེ་བསྙེན་པ། Master། ཞེས་པའི་ཤེས་ཚད་མཐོ་པོ་ཡོད་པའི་བདུན་ཕྲད་ཀྱི་སློབ་གསོ་ཐོས་མྱོང་མཁན་གཅིག་རེད་འདུག། ད་རེས་ཁོ་པས་མེ་མདའ་རྒྱག་དགོས་པའི་དགོས་དོན་ག་རེ་ཡིན་པ་འདྲ་ཁོ་པར་ངན་ལོག་ཡོད་མིན་ཨ་རྒྱབ་ཏུ་ཇུས་འགོད་བྱེད་མཁན་སོགས་ལ་ཡང་ནི་ཟླ་ཉེར་བདོ་བའི་དྲི་རྩད་ཞིབ་ཕྲ་བྱེད་རྒྱུ་ཡིན་ས་རེད། གནས་ཚུལ་ལྷིང་འཇགས་བྱུང་བའི་རྗེས་སུ་སྲིད་འཛིན་ཁྲོམ་དང་ཁོང་གི་སྐུ་ཟླ་གཞན་ཡང་དཔོན་རིགས་རྣམས་ཚོགས་ཆུང་རང་འཇགས་ལོ་ནས་གསོལ་སྟོན་དགོངས་རྫོགས་སུ། མུ་མཐུད་མཇུག་བསྐྱངས་བཞིན་སྲིད་འཛིན་ཁྲོམ་གྱི་འབྲེལ་ཡོད་གྲོས་ཚོགས་འཐུས་མི་དང་གསར་འགོད་པར་བློ་ལྷུང་ཐོན་པའི་གནས་ཚུལ་དེའི་སྐོར་ལ་ཡང་གསུངས་བཞག

ཁྱེད་རང་ཚོས་མི་ཞིག་གི་མཚོན་བྱ་སྣ་ཚོགས་འཁྱེར་ནས་བདེ་འཇགས་ཞིབ་བཤེར་ས་ཚིགས་ལ་རྒྱུགས་བཞིན་ཡོང་བ་མཐོང་བ་ནང་བཞིན་མཐའ་མར་ང་ཚོའི་ཧ་ཅང་དཔའ་ངར་ཅན་གྱི་དམིགས་བསལ་ཉེན་རྟོག་པས་དེ་མ་ཐག་ཁོ་ལག་འོག་ཏུ་བཅུག་ནས་ཚོད་འཛིན་ཧ་ཅང་མགྱོགས་པོ་བྱས་ཟིན་པའི་ལན་སྤྲད་ཡོད། ཕྱི་གསལ་ནང་གསལ་གྱི་རྩ་དོན་གཞིར་བཟུང་ངས་འབྲེལ་ཡོད་བརྙན་འཕྲིན་པར་རིས་རྣམས་མི་མང་པོས་མཐོང་ཚར་ཡོད་ན་ཡང་མང་ཚོགས་ལ་ཡོངས་གྲགས་ཀྱིས་འགྲེམས་སྤེལ་བྱེད་དགོས་པའི་བཀའ་བཏང་ཡོད། མི་མང་པོས་མཐོང་ཡོད། གང་ཡིན་ཟེར་ན་བརྙན་འཕྲིན་འདི་བརྒྱུད་ལམ་མང་པོའི་ཐོག་ལ་ཕར་བཙིར་བ་རེད། འདི་བསགས་ཅེས་པའི་མིས་ངན་འདིས་མཚོན་ཆ་འཁྱེར་ཏེ་བྱ་འགུལ་བྱེད་སྟངས་འདི་ང་ཚོའི་ཁྲིམས་ལུགས་ཀྱི་གསོ་བ་བྱེད་པའི་དམིགས་བསལ་ཉེན་རྟོག་རུ་དབང་དང་ཁྲིམས་འཛིན་མི་སྣས་འཕྲལ་མར་མི་མང་ལ་སྲུང་སྐྱོབ་བྱེད་སྟངས་ག་འདྲས་མྱུར་པོ་བྱུང་ཡོད་མེད་ཀྱང་གསལ་པོ་བསྟན་ཐུབ་པ་བྱུང་ཡོད། ཁོ་ཚོའི་བྱ་སྤྱོད་འདི་ཧ་ལས་པའི་མྱུར་པོ་དང་ནུས་པ་ཆེན་པོ་རེད། ཉེན་རྟོག་དམག་ཕྱི་ལ་ཧ་ཅང་ས་ཐག་ཉེ་པོ་ནས་མེ་མདའི་སྡེ་ཕོག་འདུག་སྟབས་ཡག་གི་ཕྱི་ལ་ཁོང་གི་ཚད་གཞི་མཐོ་བའི་སྡེ་ཁོག་གི་སྟོད་གོས་གྱོན་ཡོད་ཙང་ཁོང་གསོན་པོར་གནས་ཐུབ་རེད། ཐག་ཉེ་ས་ནས་ཤུབས་ཆེན་པའི་མེ་མདའ་ཐོན་སར་ཞིག་གིས་བརྒྱབ་ཡོད་ཀྱང་སྡེ་ཁོག་སྟོད་གོས་དེས་རྒྱལ་སྤྱིའི་སྲོག་སྐྱབས་ཀྱི་ནུས་པ་ཐོན་ཡོད་རེད། ངས་ཁོང་ལ་ཁ་པར་ཐོག་ནས་སྐད་ཆ་བཤད་པ་ཡིན། ཁོང་གི་གཟུགས་པོའི་གནས་སྟངས་ཡག་པོ་དང་སེམས་ཁམས་ཀྱང་ཡག་པོ་འདུག་ཅེས་སྲིད་འཛིན་ཁྲོམ་གྱིས་ཨ་རིའི་མི་མང་ལ་སྐབས་དེའི་ཉེན་ཚབས་ཆེ་བའི་གནས་ཚུལ་གང་བྱུང་པ་ངོ་སྤྲོད་གནང་བ་རེད། ད་རེས་གནས་ཚུལ་འདི་སྙན་གསང་ཞུ་མཚམས་འདི་གར་ཞུ་གི་ཡིན། ཨན་གསལ་བཤད་གནང་ཆེད་ངེས་པར་དུ་དགའ་རྟགས་དང་བརྒྱུད་བསྐུར་མཆན་འགོད་གནང་བ་ཡིན། ཨན་སྣང་བའི་བུ་རམ་དང་འདྲ་བའི་མཐོང་ཐོས་ཕེར་བའི་བརྙན་ཐུང་དེ་རིགས་མུ་མཐུད་བཟོ་ཡག་ལེ་ཡག་ཨན་རྒྱབ་སྐྱོར་གནང་གི་ཡོད་ཙང་ཨན་ནི་ངའི་བཀའ་དྲིན་ཆེ་ཞུ་གི་ཡིན་ཨན་ཐུགས་རྗེ་ཆེ།